རྡོ་རྗེ་ཀུན་ལ་སྙོམས་པའི་བཅོམ་ལྡན་འདས་བཙན་འཛོམ་སྟེར་བའི་ངན་འགྲོའི་སྡུག་བསྔལ་སྲིད་དུ་ཟུམ་ནས་སྲིད་སངས་རྒྱས་སྨན་གྱི་ལྷ་བི་མདོ་ར་ཡི་བི་ལ་ཕྱག་འཚལ་ལོ། ཇི་སྲིད་ནམ་མཁའ་གནས་པ་དང་འགྲོ་བ་ཇི་སྲིད་གནས་གྱུར་པ་དེ་སྲིད་བདག་ནི་གནས་གྱུར་ནས་འགྲོ་བའི་སྡུག་བསྔལ་བསལ་བར་ཤོག། རྒྱ་ཆེའི་སྤོབས་ཡོངས་ལ་དགེ་བ་མིན་པ་དག་རང་ངོས་ནས་འཚམས་འདྲིའི་སྐུ་ཁམས་བཟང་ཞུ་བ་ཡིན་རྣམ་པ་ཚང་མ་སྐུ་གཟུགས་གསལ་དང། ད་དེ་རིང། ཁ་སྔོན་གུས་པས་བརྙན་ཐུང་གཉིས་ཕྱི་ཕུལ་བཞག་ཡོད་གཅིག། ཞང་གནས་ཀྱི་གནད་འགག་དང་གཅིག་གི་ཞང་ལུགས། ད་མང་པོ་གཅིག་གིས་ད་ལྟ་ངས། དེ་ནས་མ། གོ་རྟོགས་དེ་ཚོ་སྤེལ་བའི་བརྒྱུད་རིམ་ནང་འོག་ནས་ནི་ངོ་དེབ་དང། དེ་བརྒྱུད་ནས་ཞོལ་གཅིག་ཚུ། ངོ་དེབ་ནང་འོག་ལ Friends Request དང་ཨ་ནི་ཚུ། བཀའ་འདྲི་ཞུ་མཁན་མང་པོ་འབྱོངས་བསྡད་ཀྱི་འདུག་ད་ཚང་མ་ལ་རེ་རེ་རེ་བཞིན་ཞུ་ཐུབ་ཡ་མི་འདུག་གལ་སྲིད་རྣམ་པ་ཚོ། དངོས་གནས་ཀྱི་རྣམ་པ་ཚོས་དཀའ་ངལ་གྱི་སེལ་ཡ་གི་འདོད་པ་ཡོད་པ་ཡིན་ན་གུས་པས་སྔོན་ལ་ཞུས་བཞག་པའི་ཞང་གནས་ཀྱི་གནད་འགག་དང་ཞང་ལུགས་ཟེར་དེ་ངེས་པར་དུ་གཟིགས་དགོས་ཀྱི་ཡོད་རེད། བདེ་སྐྱིད་རྣམ་པ་ཚོས་མཁྱེན་པ་ན་ར་ན་ཞུ་བ་ཡིན། ཨེ་ནི། དེ་རིང་ད་གུས་པས་ང་རང་ཚོ་གསོ་བ་རིག་པའི་རྒྱུད་ཀྱི་གཞུང་ལུགས་ནང་ལོག་སྲུང་བཞག་པའི་གཏན་འབེབས་གནང་བའི་གཞང་འབྲུམ་ཟེར་ཡ་དེའི་སྐོར་ལ་ཞུ་ཡ་ཡིན། ད་ནི་ད་ཕྱི་ལུགས་ཀྱི་འདི་ལ་ཨེ་ནི། མང་ཆེ་དེ Piles ལ་དེད་ཀྱི་འདུག་ད་འདི Piles དེ་གཞང་འབྲུམ་གཉིས་གཅིག་པ་ཡིན་ཏེ་མེད་དེ་ད་ནི་ང་ལ་དོགས་པ་ལས་ཀྱི་འདུག་རོ། ཨེ་ནི་ད་ག་ནང་བཞིན Hemorrhoids ལ་ཡ་ཅེས་བེད་སྤྱོད་བྱེད་བསྡད་ཀྱི་འདུག། འདི་སོང་ད་ད་ད་ད་ཞང་འབྲུམ་ཟེར་ཡ་འདི་ག་འདྲའི་འབྱུང་ཁུངས་རེད་པས་ཟེར་རོ། ཞང་འབྲུམ་ཟེར་ཡ་འདི་ད་ཅིག་རྒྱུ། ཞུ་མོ་དགོས་པའི་ཐོག་ནས་རྐྱེན་བརྟགས། ཨན་འདི་ལ་འཛེམ་དགོས་ཡག་དང་སྨན་བཅོས། ད་རྐྱེན་འདི་ག་རེ་ཆགས་ཡོད་ཟེར་ན། ཨན་ནི་བཙོག་པ་དཀར་ཁྲག་པ། རེད་པ། བཙོག་པ་དཀར་ཁྲག་པ། ཨན་ནི་བཙོག་པ་ཁྲག་པོ་ཆགས་ཡག་གི་ཟས་རིགས་བསྟེན་དྲགས་པ། བཙོག་པ་ཁྲག་པོ་ཆགས་ཡག་གི་ཟས་རིགས་ག་རེ་ཆགས་ཡོད་རེ་ཞུ་གི་ཡིན་ན་དཔེར་ན་ངང་ལག།

བཙོག་པ། ཁྲག་པོ་ཆག་ཡག་གི་ཟས་རིགས་བསྟེན་དྲགས་པའི་རྐྱེན་གཅིག་ཡོང་གི། རྐྱེན་གཅིག། རྒྱུན་དུ་བཙོག་པ་མ་འཕྲོ་ནས་བཙོག་པ་བཙིར་བ། ཡང་བཙོག་པ་དྲོ་བཞིན་དུ་བཙོག་པ་དུས་ཐོག་མ་བཏང་བ། ཡང་བཙོག་པ་དྲོ་བ་དང་མ་འཕྲོ་བའི་ཚོར་སྣང་གང་མེད་པར་བྱེད། ཉི་མ་གཅིག་ལ་ང་རང་ཚོ་ཟས་ཐེངས་གསུམ་མམ་བཞི་ལྔ་དྲུག་ཟ་དུས་ད་ནི་སྡིག་གི་སྙིགས་མ་འདི། མ། སྤབ་མ་ཐུབ་པའི་དབང་གིས་ཡང་གཞང་འབྲུམ་གྱི་རྐྱེན་བྱེད་ཀྱི་ཡོད་དེ་འདྲ་སོང་ཙང་གལ་ཆེ་ཤོས་དེ། ཟས་རིགས་དེ་དག་གོང་དེ་དག་བྱས་ཨེ་ན་བཙོག་པ་དུས་ཐོག་བཏང་དགོས་ཡ་བྱས་ཉི་མ་གཅིག་ལ་ངེས་པར་དུ་བཙོག་པ་བཙོག་པ་ཆེ་བ་ཆབ་སྲང་ཆེ་བ་ཚར་གཅིག་བབས་ཐུབ་པ་ཅིག་ངེས་པར་དུ་བྱེད་དགོས་ཁྱེད་རང་ལ་བཙོག་པ་བབས་ཡག་གི་ཚོར་སྣང་བྱུང་རུང་མ་བྱུང་རུང་ངེས་པར་དུ་བཙོག་པ་བབས་ཐུབ་པ་ཅིག་བསྐོ་གི་ཡོད་རེད། དེ་ནི། རྒྱུན་དུ་གདན་སྐྲ་བུ་གང་ལ་དད་ཡམ་མང་དྲགས་པ་ལྷག་པར་དུ་ཙོག་པུར་འདུག་འདི་ས་ལས་ཁུངས་གང་ལ་ལས་ཀ་བྱེད་མཁན་དང་རྒྱ་དཀར་ནག་ལ་འདི་ན་ཚ་འདི་ཤུགས་ཆེན་པོ་ཞུ་ཞོར་རེད་གང་བྱེད་ནི་དངོས་སུ་མང་ཆེ་ཆེ་དད་ཡམ་གི་ལས་ཀ་རེད་ད་ང་རང་ཚོ་དགོན་སྡེ་ཁག་ནང་ལོ་འདི་མང་པོ་གང་བྱེད་ན་མང་ཆེ་ཆེ་དད་ཡམ་ལས་ཀ་ཡིན་དུས་ས་ནི་འོ་འདི་གསུམ་དང། གདན་སྐྲ་བུ་གང་ལ་དད་དྲགས་པ་དང་རྟ་ལ་ཞོན་དྲགས་པ་གསུམ་ཡོད་རེད་འདི་རྒྱ་དཀར་ནག་ལ་དད་ཡམ་རེད་གཅིག་དེ་ནས་ཅིག། ཐང་རིང་པོ་ཞོ་ལེ་གུང་ལ། བག་བག་ཞོན་འགྲོགས་པ་ཡ། འོ་དེ་རིང་རྟ་ལ་རྟ་ལ་ཞོན་གྲགས་པ་ཟེར། ང་ཚོ་སྔས་མ་ཡིན་ནའི་བོད་རིགས་ན་རྟ་དང་དེ་རིང་མ་གཏོགས་མི་འདུས་ས་ནི་རྟ་དང་བག་དང་གླང་དང་དེ་ཚོ་ལ་ཞོན་གྲགས་པ་གསུངས་ཡོད་རེད་ལོ། འོ་དེ་འདྲའི་སོང་ཙང་དེ་འགྱེད་ཚང་མ་ཨེ་ནི་ཞང་འབྲུམ་ནད་ཀྱིས་རྐྱེན་བྱས་ཡོང་གི་རེད།

འདི་ཡོང་དུས་ཡང་ཞང་ཀྲུང་གི་མངོན་རྟགས་གཅིག་ཏུ་འགོ་ཞང་གི་སྲིད་ཡིན་ཕེབས་ཀྱི་ཡོད་རེད། དེ་ནི་སྐབས་རེ་ཙོག་པ་བཏང་དུས་ད་ནི་ཚ་ཡག་འོ་འདི་ཡོང་དུས་ད་ནི་ཞང་གི་ཁ་ལ་དཀའ་ངལ་འཕྲད་ཀྱི་ཡོད་རེད། ད་ག་ནང་བཞིན་ཙོག་པ་བཏང་བའི་ཞུ་གུ་ལ་སྐབས་རེ་ཨེ་ནི་ཙོག་པ་ལ་ཁྲག་རྒོད་དེ་ཡག་དང་ཙོག་པ་བཏང་ཚར་བའི་ཞུ་གུ་ལ་ཡང་ཁྲག་བཅུ་པ་གཅིག་གཉིས་ཟིན་འདྲེ་རྒྱབ་ཡག་འོ་འདི་འདྲེ་གི་རིགས་ཡོང་གི་རེད། ཨེ་ནི་འདི་ལ་སྐབས་རེ་ཟུག་རྒྱག་གི་རེད། སྐབས་ན་ཚ་དེའི་སྲིད་བརྙན་འགའ་དང་དེ་འདྲེ་ཡོད་པས་ན་ཟུག་རྒྱག་གི་རེད་གཞན་དག་ཟུག་དེ་འདྲེ་གང་རྒྱག་གི་མ་རེད། ད་ཞང་ཀྲུང་ཟེར་ཡག་དེ་ང་རང་ཚོ་རྒྱུན་དུ་གདོང་ལ་འབུར་རྡོག་ཐོན་པ་ནང་བཞིན་དོན་ཡག་འདི་ལ་ཞང་ཀྲུང་ཟེར་གྱི་ཡོད་རེད། འབུར་ཏོག་དེ་ལ་དཀའ་ངལ་མི་ཐོག་དེ་ནང་བཞིན་ཁྱེད་རང་གི་གཞང་འབྲུམ་དོན་མེད་ཞུགས་དགོས་ལ་ལམ་སང་སྨན་བཅོས་དོན་དག་གཅིག་ཉི་མ་བཅོ་ལྔ་ཟླ་བ་གཅིག་གཉིས་སྨན་བཅོས་བྱེད་སྟངས་འདི་སིང་དྲག་དོན་ལས་ལས་སླ་པོ་ཞུ་ཞིག་རེད་ལ། གཤག་བཅོས་བྱེད་དགོས་ཡ་དེ་འདི་གང་ཡོད་མ་གཤག་བཅོས་བྱས་ཚང་མ་ཡང་མེད་ན་གཞང་འབྲུམ་མ་རེད་ཡང་མེད་ན་གཞང་འབྲུམ་པད་དེ་ཁྱེད་རང་གི་སྣང་མེད་ཞོར་ཞོར་ནས་གཞང་འབྲུམ་པད་དེ་ལ་རྒྱབ་ཚར་རེད་འོ་འདི་ཆགས་ནས་ཡོད་རེད་ད་འོ་ན་འདི་ལ་སྨན་བཅོས་ག་རེ་བྱེད་དགོས་རེད་པས།

ཨམ་དང་དེ་ཚོའི་རིགས་ཉུང་ཙེ་ཟ་བ་རེད། དེ་ནི་སྤྱིར་བཏང་གི་རྒྱུན་དུ་མངར་མོའི་གྲངས་ཀྱི་ལྟས་སུ་ཉུང་ཙེ་ཟ་བ་རེད། ང་ཚོ་འདི་ཡོད་པ་ཡིན་ན་རེ་བ་དེ་ཚོ་གནད་འགག་ཆེན་པོ་ཞིག་རེད། སི་པན་གངས་མཐོ་གཏུགས་ཤིང་ཉུང་ཉུང་ཟ་བ། སྤྱི་ཡོངས་སྒོ་ར་ནས་སི་པན་གངས་མཐོ་གཏུགས་ཤིང་ཉུང་ཉུང་ཟ་བ་དེ་གལ་ཆེན་པོ་རེད། འོ་དེ་དེ་ནི་ཆུ་ཚ་པོ་གི་དཀྲུག་རེད། ཆུ་ཚ་པོ་གི་དཀྲུག་རེད་སྐབས་སྐབས་ཁྱེད་རང་གི་གཅིན་པ་གི་དཀྲུག། ཞང་གི་ཉེ་འཁོར་ལ་ཟ་བྲག་བརྒྱབ་པ། ཟུག་བརྒྱབ་པ།

འོ་དེ་འདྲའི་ཏང་ཡིན་ན་དཀའ་ངལ་ཁྱོན་ན་ཡོད་མ་རེད་ཁྱོད་རང་ཏང་གི་ནད་པ་མང་པོ་ཅིག་ལ་སྨན་བཅོས་བྱེད་བྱུང་འབྲུམ་སྨན་ཡིན་པ་ཡིན་ན་སྨན་དེ་ཚོ་ཕན་གྱི་རེད་ད་ལྟ་རྒྱ་གར་ནང་གི་ལོགས་ལ་ཤེས་བཞག་པའི་ཨ་མདའ Hemorrhoids དང Piles ལས་དེ་ཤ་ལག་སྐྱི་ཡག་གི་ན་ཚ་དེ་ལ་བྱང་འབྲུམ་ཟེར་མིང་བཏགས་པ་ཡིན་ན་འདི་ལ་དེ་ཕན་གྱི་མ་རེད་འོ་དེ་དེ་རིང་བྱང་འབྲུམ་སྨན་གྱི་སྒང་ལ་སོག་རབ་པའི་རྒྱུད་ཀྱི་གཞུང་ལུགས་ནང་ལ་གསུང་བཞག་པའི་བྱང་འབྲུམ་དེའི་སྒང་ལ་ངས་འགྲེལ་བརྗོད་ཞུས་བསྡད་ཀྱི་ཡོད་འོ་དེ་འདྲ་གསུང་ཙང་རྣམ་པ་ཚོས་དེ་གང་མང་མང་ཞིག་བར་བརྒྱུད་སྐུལ་གནང་རོགས་ན་རྣམ་པ་ཚོ་ལ་ཕན་ཐོགས་ཆེན་པོ་ཡོང་ཡག་གི་རེ་བ་ཞུ་གི་ཡོད།